དགེ་བ་དེ་ཡིན་པ་ཡོད། དགེ་བ་དེ་ལྟར་ལམ་གྱི་གཙོ་བོ་རྣམ་གསུམ་གྱི་ནང་ནས་ངེས་འབྱུང། དེ་ལ་ངེས་འབྱུང། བསྐྱེད་དགོས་པའི་རྒྱུ་མཚན། དེ་ནས་ངེས་འབྱུང་བསྐྱེད་པའི་ཐབས། ངེས་འབྱུང་བསྐྱེད་པའི་ཚེ། འོ་དེ་ཞུ་ཚར་བ་རེད། དེ་རིང་ད་བྱང་ཆུབ་ཀྱི་སེམས། ད་ཤེས་པའི་ཁབ་ཏུ་ལས་འདས་ཡོད་རེད། ཨ་ནི་བྱང་ཆུབ་ཀྱི་སེམས། དེ་ལ་ཡང་བྱང་ཆུབ་ཀྱི་སེམས། བསྐྱེད་དགོས་པའི་རྒྱུ་མཚན་རེད། བ་ཨ་ནི། བསྐྱེད་པའི་ཐབས། ད་བསྐྱེད་པའི་ཚད་དེ་དམིགས་བསལ་གསུངས་ཡོད་མ་རེད། བསྐྱེད་པའི་ཚད་དེ། ཨ་ནི་ངེས་འབྱུང་བསྐྱེད་པའི་ཚད་དེ། སྤུས་དག་པོ་ཅིག་མཁྱེན་པ་ཡིན་པ་ཡིན་ན། དེ་ལས་ཕ། བློ་ཕ། ཁ་འདི་སྤོས་པ་ཡིན་པ་ཡིན་ན་བྱང་ཆུབ་ཀྱི་སེམས་སྐྱེས་པའི་ཚེ་ན་ལ་དྭགས་ད་བར་གོ་ཐུབ་ཀྱི་ཡོད་པ་ཡིན་ཙང་དམིགས་བསལ་མ་སོང་བ་རེད་ཟེར་ན་འདི་འདྲའི་ལ་གསུང་རྒྱུན་ལ་འདི་འདྲ་ཞིག་གསུང་ཡས་འདུག་འོ་དེ་འདྲ་ཞིག་རེད་ད། བྱང་ཆུབ་ཀྱི་སེམས་སྐྱེས་ཚུལ་དེ་ལ་རེ་བ།

ད། ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་གྱེར། རྡོ་དཀར་ལས་ཀྱི་འཆིང་བ་དམ་པོའི་འདམ། མདངས་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད། མ་རིག་མུན་པའི་སྨག་ཕྱེ་ཀུན་ནས་འཐིབས། མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་རུ། སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་མནར། གནས་སྐབས་འདི་འདྲར་སྐྱེ་བའི་མ་རྣམས་ཀྱིས། ངང་ཚུལ་བསམ་ནས་སེམས་ཕྱོགས་བསྐྱེད་པར་མཛོད། གསུངས་པ་རུ། ང་ཚོ་བསམ་ནས་སེམས་ཆོས་བསྐྱེད་པར་མཛོད་ཞུ་ཡས་དེ་བྱང་ཆོས་ཀྱི་སེམས་ང་ལྟ་སྐྱེས་པའི་ཚུལ་དེ་སྐྱེ་སྟངས་དེ་འདི་འདྲའི་ཆེད་ནས་སྐྱེས་དགོས་རེད་གསུང་གི་ཡོད་ས་རེད་བ། ད་འདི་ཚིག་འགྲེལ་ལྟར་རོབ་རོ་ཆེ་ནས་ཅིག་ཞུ་བ་ཡིན་པ་ཡིན་ན་ང་རང་ཚོ་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར་ཞུ་ཡས་དེ། ཅིག་དཔེ་ཀྱི་ཐོག་ནས་ཞུས་པ་ཡིན་པ་ཡིན་ན་ང་རང་ཚོ་རི་གཟར་བོ་ཞུ་བོ་ཡོད་པ་ཡིན་རེད་བ་ང་རང་བྷ་ཏྲ་ཕོལ་སུང་གོ་འདུག་བ་བྷ་ཏྲ་ཕོལ་རི་གཟར་བོ་ཞུ་བོ་ཡོད་པ་ཡིན་ན་ཆུ་དེ་ཡང་ནི་ཤུགས་ཆེན་པོ་ཞུ་བོ་མ་ད་ཅིག་རང་དབང་མེད་པའི་ཐོག་ནས་ཆུ་དེ་མ་ཁ་ལོ་ད་རི་གཟར་བོར་ངོས་ནས་འབབ་ཆུ་ནང་བཞིན་ད་ཤུགས་ཆེན་པོ་ཞུ་བོ་བབས་ཀྱི་རེད་བ་དེ་ནང་བཞིན་ང་རང་ཚོ། ད་སྡུག་བསྔལ་སྐྱེ་རྒ་ན་འཆི་གི་སྡུག་བསྔལ་དེ་ཡིས་ཨ་ནི་ང་རང་ཚོ། རི་གཟར་བོ་ནས་ཆུ་བབས་པ་ནང་བཞིན། རི་གཟར་བོ་དེ་ལ་ཨ་ནི་ཆུ་བབས་པའི་གི་རང་དབང་མེད་པ་ནང་བཞིན། ང་རང་ཚོ་ཨ་ནི། སྐྱེ་རྒ་ན་འཆི་གི་སྡུག་བསྔལ་དེ་ཡིས་ཨ་ནི་ང་རང་ཚོ་གི་སྡུག་བསྔལ་རང་དབང་མེད་པའི་ཐོག་ནས། ད། ག་རེ་ཞུ་དགོས་རེད་ད།

རྒྱུ་དེ་དངོས་ལ་ངོས་འཛིན་བྱེད། ཆུ་བོ་ཞེས་དེ་གདོལ་པའི་ཆུ་བོ། སྲིད་པའི་ཆུ་བོ། དེ་ནས་མ་རིག་པའི་ཆུ་བོ། ལྟ་བའི་ཆུ་བོ་ཞེས་དེ་རྒྱུ་དུས་ཀྱི་ཆུ་བོ་རེད། ད་ཉོན་མོངས་དེ་ལ་བལྟས་ནས་ང་རང་ཚོ་ད་ཀྱི་ཆུ་བོ་ན་ཞིག་ལས་ཟ། ལས་དེ་ཀྱི་འབྲས་བུ་དེ་སྐྱེ་རྒ་ན་འཆི་གི་སྡུག་བསྔལ།

ཆུ་བོ་བཞི་ལ་བལྟས་ནས་མདོར་ན་ཉོན་མོངས་རྐྱང་རྐྱང་རེད། ཉོན་མོངས་དེ་དག་ལ་བལྟས་ནས་ང་ཚོ་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་དག་ཡོང་གི་ཡོད་པ་ཡིན་ཙང་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར། ད་མདོར་ན་འགྲོ་བ་རུ་འགྲོ་སེམས་ཅན་ཐམས་ཅད་ཆུ་བོ་མ་རྒན་སེམས་ཅན་ཐམས་ཅད་ནི་ད་ཉོན་མོངས་ཀྱི་དབང་གིས་ད།

འོ་ད་འདི་ཚང་མ་འགྲོ་བ་རེ་རེ་སེམས་ཅན་ཐམས་ཅད་ང་དང་ང་འདྲ་བའི་ད་འགྲོ་བ་རེ་རེ་སེམས་ཅན་ཐམས་ཅད་ཁར་ད་ཤུགས་དྲག་ཆུ་བོ་ཞིག་གི་རྒྱུན་གྱིས་ཁྱེར་བསྡད་རེད་གསུངས་རེད་ང་རང་ཚོ་ཚང་མ་ཟློག་དཀའ་བའི་ལས་ཀྱི་འཆིང་བ་དམ་དུ་ད་ཤུགས་ཆེན་པོ་ཞུགས་ད་བསྡམས་བསྡད་རེད་གསུངས་རེད་རེད་བ་ང་རང་ཚོ་ཚང་མ་བདག་ཏུ་སྒྲུབ་པར་བརྩི་བའི་བདག་འཛིན་རེད་བ་ད་ཉིན་མོ་དུག་གསུམ་གྱི་ལྕགས་ཀྱི་དྲ་བའི་སྦུབ་ནང་ལ་ད་དབྱི་ཁང་ནང་ལ་ཚུད་དེ་རེད་སོང་དེ་ཙམ་དུ་ཚུད་པ་ཙམ་དུ་མ་ཟད་དབྱི་ཁང་དེ་སྦུབ་དེ་ཡང་ཨ་ནི་ནག་ཁུང་ནག་རྐྱང་ཡིན་པ་རེད་བ་མ་རིག་མུན་པའི་རྨ་བྱས་ཀུན་ནས་ཐིབས་སོང་ངོ་འདི་འདྲས་ཀྱི་རེད་མདོར་ན། སྐྱེ་རྒ་ན་འཆི་གི་སྡུག་བསྔལ་གཅིག་གསུངས་ཡོང་གི་འདུག་བ་ཤུགས་དྲག་འཆི་བ་བཞི་ཡི་རྒྱུན་གྱི་ཁྱེར་གསུངས་ཡོད་རེད་སྐྱེ་རྒ་ན་འཆི་གི་སྡུག་བསྔལ་གྱིས་ད་ཉིན་མཚན་དུས་དྲུག་ཏུ་ང་ཚོ་ལ་རྡུང་བསྡད་ཡོད་རེད་གསུངས་རེད། དེ་ནས། དེ་འདྲ་བའི་སྐྱེ་རྒ་ན་འཆི་གི་སྡུག་བསྔལ་ཡོང་ཡ་དེ་ཡང་གཙོ་བོ། མི་དགེ་བའི་ལས་ཀྱིས་འཆིང་བ་དམ་དུ་འཆིང། དེ་འདྲ་བའི་མི་དགེ་བའི་ལས་བསགས་བསགས་དེ་ཡང་བདག་འཛིན་མ་རིག་པ་ད་གཏི་མུག་བདེན་པར་འཛིན་པའི་བདེན་འཛིན་བདག་འཛིན་མ་རིག་པ་ཉོན་མོངས་དུག་གསུམ་གྱི་དབང་གིས་ལས་བསགས་ལས་མཐིལ་གྱི་དབང་གིས་སྡུག་བསྔལ་ཉོན། འབྲས་བུ་དངོས་ལ་ཞེན་ནས་འབྲས་བུ་དེ་ག་ནས་སླེབས་པ་རེད་ཟེར་ན། དེ་འདྲ་བའི་སྐྱེ་རྒ་ན་འཆི་གི་སྡུག་བསྔལ་དེ་ག་ནས་སླེབས་པ་རེད་ཞུས་པ་ཡིན་པ་ཡིན་ན། ཟློག་དཀའ་བའི་ལས་ཀྱི་འཆིང་བ་དམ་དུ་བཅིངས་པ་ལ་བརྟེན་ནས་ལས་དེ་བསགས་པ་རེད། དེ་འདྲ་བའི་ལས་དེ་ཡང་ག་ནས་སླེབས་པ་རེད་ཟེར་ན། བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་ནང་ལ་འཚོལ་འདོད་པ་ཡིན། བདག་ཏུ་སྒྲུབ་པར་མཛད་པའི་དམ་ཚིག་ལ་བརྟེན་ནས་སླེབས་པ་རེད། དེ་འདྲ་བའི་བདག་ཏུ་སྒྲུབ་པར་མཛད་པའི་དམ་ཚིག་དེ་ག་ནས་སླེབས་པ་རེད་ཟེར་ན། ཨཱ་ནི་མ་རིག་མུན་པའི་སྨྲ་བཅད་ཀུན་ནས་འཐིབས། ཨཱ་ནི་མི་ཤེས་པའི་མོས་པ་མ་རིག་པ་ལ་བརྟེན་ནས་སླེབས་པ་རེད་ཟེར་ནས་གསུང་གི་ཡོད་པ་ཡིན་ཙང་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར། རྡོ་ཁ་ལི་ཡི་ཆུང་བ་དམ་པོས་བསྡམས། བདག་འཛིན་ལྕགས་ཀྱི་ཕྲ་བའི་སྦུབས་སུ་ཚུད། ཨཱ་ནི་མ་རིག་མུན་པའི་སྨྲ་བཅད་ཀུན་ནས་འཐིབས་གསུང་ཡན་དེ།

ཆུ་བོ་ཞེས་རྒྱུ་དེ་ལ་བརྟེན་ནས་ཁར་ས་ལས་ས་ལས་ཐིག་གི་དབང་གིས་འབྲས་བུ་དེ་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་ཏེ་འབྲས་དུས་ཀྱི་ཆུ་བོ་ཞེས་ཆུ་བོ་བཞི་དེ་ལ་རྒྱུ་དུས་ཀྱི་ཆུ་བོ་བཞི་དང་འབྲས་དུས་ཀྱི་ཆུ་བོ་བཞི་འདི་འདྲ་ཞིག་བཞག་དགོས་ཀྱི་ཡོད་ས་རེད། འབྲས་བུ་དེ་ཡོང་བ་དེ་རྒྱུ་དེ་ལ་བརྟེན་ནས་ཡོང་བ་རེད་གསུང་གི་ཡོད་ས་རེད་བ་དེ་ཡིན་ཙང་ཤུགས་དྲག་ཆུ་བོ་བཞིའི་རྒྱུན་གྱི་ཁྱེར་རེད་བ།

ལག་པ་བཀང་བ་ཚང་མ་ད་ལ་ད་གར་ཞུགས་འོ་རེ་ད་ནུས་པ་མེད་པ་ཨ་ནི་མ་ཞུགས་དྲ་ཆུ་བོ་ཞེས་རྡོ་ག་ལེགས་ཀྱི་ཕྱིང་བ་དམ་པོས་བསྡམས་ལག་པ་མ་བསྡམས་ཨ་ནི་རྐང་པ་མ་བསྡམས་ཤ་བའི་ནི་རིལ་རིལ་ཞུ་བོ་ཆགས་དེ་ཡོད་རོ་བ་ད་འདི་ནི་མ་ཟ་ཡོང་དུས་བྱེད་ཐབས་ཁྱོན་ནི་ཡོད་མ་རོ་བ་ད་འོ་དེ་ནས་སོ་སོ་ཡི་ལག་པ་གཉིས་ད་རྐང་པ་གཉིས་དམ་དུ་བཅིངས་དེ་ཡོད་བ་ཡིན་ན་ང་རང་ཚོ་འགུལ་སྐྱོད་བཏང་ས་རག་གི་མ་རོ་བ་དཔེ་དེ་ནང་བཞིན་ལས་ཀྱི་དབང་གིས་ཨ་ནི། གཙོ་བོ། མི་དགེ་བའི་ལས་རེད་བ། མི་དགེ་བའི་ལས་ཀྱི་དབང་གིས་ཨ་ནི་དམ་དུ་དམ་པོ་ཞེ་བོ་བཅིངས་ཏེ་རེད་གསུངས་རེད། མདོ་ཁ་ལས་ཡས་ཆེན་བ་དམ་པོའི་དམ། ཨ་ནི་བཅིངས་པ་ཙམ་དུ་མ་ཟད། ཨ་ནི། བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད་རེད་བ། དེ་མ་ཟད་ཨ་ནི། ད།

ཉིན་མོ་མ་རེད་ད་མཚན་ལ་ད་ཉིན་མོ་ཡིན་པ་ཡིན་ན་ཕར་ཚུར་རོགས་པ་བྱས་ཡོད་རེད་ཨ་ནི་ཕར་ཚུར་ཅིག་ཐབས་ཤེས་རེ་བྱས་ཡོད་རེད་བ་ཨ་ནི་གྲྭ་བ་ན་ལ་ཚུད་པ་དེ་ཡང་ཨ་ནི་ན་གུང་ན་རྐྱང་གི་གྲྭ་བ་རེད་བ་འོ་དེ་འདྲའི་ན་ལ་ཚུད་བསྡད་པ་ཡིན་པ་ཡིན་ཙང་ཨ་ནི་མ་རིག་མུན་པའི་དམག་ཆེན་ཀུན་ནས་ཐིབས་རེད་བ་མ་རིག་པའི་མུན་པ

གང་ཟེར་ན་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་གྱི་རྒྱུན་དུ་རྒྱུན་ཆད་མེད་པར་མནར་བསྡད་ཀྱི་རེད་སྐྱེ་རྒ་ན་འཆི་གི་སྡུག་བསྔལ་གྱི་རྒྱུན་ཆད་མེད་པར་མནར་བསྡད་པ་ན་ཞེས་སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་མནར་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས་མནར། ད་ཡན་ལག་གི་སྡུག་བསྔལ་དུ་བསམ་བློ་བཏང་པ་ཡིན་པ་ཡིན་ན་སྡུག་བསྔལ་བརྒྱད་ཀྱིས་མནར་བསྡད་པ་སྡུག་བསྔལ་དྲུག་གིས་མནར་བསྡད་པ་སྡུག་བསྔལ་བརྒྱད་བསམ་བློ་བཏང་པ་ཡིན་ན་མི་སྡུག་པ་དང་འཕྲད་པའི་སྡུག་བསྔལ། དགའ་ཉེ་བཞི་པོ་སྡུག་བསྔལ། སྡུག་པ་དང་བྲལ་བའི་སྡུག་བསྔལ། འདོད་པ་རྩར་མ་འགྱེལ་བའི་སྡུག་བསྔལ། ཉེར་ལེན་གྱི་ཕུང་པོ། ལན་ཅན་བྱས་ལ་ཟག་བཅས་ཉེ་བར་ལེན་ཕུང་པོ། ཀྱི་སྐྱེ་བ་ལན་ཅན་བྱས་ལ། དེ་ནི་སྡུག་བསྔལ་གྱི་རང་བཞིན་ཡིན་པ། སྐྱེ་བའི་སྡུག་བསྔལ། རྒ་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ། སྡུག་བསྔལ་དྲུག་ཏུ་བསམ་བློ་བཏང་བ་ཡིན་པ་ཡིན་ན། འདི་རུ་བ་དང། ཉེས་པ་མེད་པའི་སྡུག་བསྔལ། གྲོགས་མེད་པའི་སྡུག་བསྔལ། ཡང་ནས་ཡང་དུ་ཉིན་མཚམས་སྦྱར་བའི་སྡུག་བསྔལ། ཨ་ནི་ངེས་པ་མེད་པའི་སྡུག་བསྔལ། ཨ་ནི། ཁ་རེ། མཐོ་དམན་དུ་གྱུར་པའི་སྡུག་བསྔལ། རྟ་མང་པོ་བཞི་པོ་འདུ་བ། འོ་འདི་ཚོགས་ཀྱི་དབང་གིས་རྟ་ང་རང་ཚོ། རྟ་འཁོར་བའི་རྒྱ་མཚོ་ནང་ལ། འཁོར་འདོད་རེ་གསུངས་རེ་མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་རུ་སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་མནར་རྒྱུན་ཆད་ཁྱོན་ནས་ཡོད་མ་རེད་གང་ཡིན་ཟེར་ན་རྒྱུན་ཆད་ལ། སྡུག་བསྔལ་གསུམ་གྱི་སྡུག་བསྔལ་རྒྱུན་ཆད་ལ་དེ་གྱི་རྩ་བ། ཨ་ནི་ཀུན་འབྱུང་བདེན་པ། ཀུན་འབྱུང་བདེན་པ་ཟེར་ན་གཙོ་བོ་དེ་ཉོན་མོངས་པའི་ཀུན་འབྱུང། དེའི་ནང་ནས་ཀྱང་གཙོ་བོ། བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་འདི་མེད་པར་བཟོད་ཐུབ་པ་ཡིན་པ་ཡིན་ན་ནི། འབྲས་བུ་སྡུག་བསྔལ་འདི་རྒྱུན་ཆགས་ཀྱི་རེད་མ་གཏོགས། དེ་ཡི་རྒྱུ་བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་འདི། མེད་པར་བཟོད་མ་ཐུབ་པ་ཡིན་པ་ཡིན་ན། སྡུག་བསྔལ་འབྲས་བུ་སྡུག་བསྔལ་འདི། མེད་པར་བཟོད་ཐུབ་ཀྱི་མེད་པ་ཡིན་ཙང། ང་ཚོ། རྒྱུན་ཆད་མེད་པར་མནར་བསྡད་ཡོད་རེད་སོང་སྡུག་བསྔལ་སེམས་ཀྱི་རྒྱུན་ཆད་མེད་པར་མནར། རེད་བ། དེ་འདྲ་བའི་རྟགས་རང་ཉིད། སྡུག་བསྔལ་གྱི་སྡུག་བསྔལ་རྒྱུ་བའི་སྡུག་བསྔལ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ། ཨ་ནི། གར་ས། མི་སྡུག་པ་དང་འཁྲི་བའི་སྡུག་བསྔལ་སྡུག་པ་དང་བྲལ་བའི་སྡུག་བསྔལ། ཨ་ནི། སྐྱེ་རྒ་ན་འཆི་ཀྱི་སྡུག་བསྔལ། རེད་བ། ཨ་ནི་སྡུག་བསྔལ་དྲུག་གིས་མནར་བདེ་བ་ན་ཞིག་དེ་འདྲའི་གཅིག་གི་རྟགས་སོ་སོ་རང་ཉིད་མནར་སྡོད་ཀྱི་ཡོད་པ་ཡིན་ཙང། ཨཱ་ནི། སོ་སོ་རང་ཉིད་སྡུག་བསྔལ་ལས་ཐར་འདོད་ཀྱི་བསམ་བློ་ལས། ཨཱ་ནི། སོ་སོའི་གི་དྲིན་ཅན་འཕགས་མ་ར་བ། སོ་སོའི་ལ་ད། སོ་སོ་གི་ད་སྐྱེ་བ་ལ་ཐོག་མ་མེད་པ་ཡིན་ཙང། ཨཱ་ནི། སྐྱེ་བ་ལ་ཐོག་མ་མེད་པ་ཡིན་ཙང་སྐྱེ་བ་ག་རེ་ག་རེ་ལེན་ཡོད་ང་རང་ཚོ་ལབ་ཐུབ་གི་མ་རེད་གསུངས་རེད། སྐྱེ་བ་ལེན་ཕྱིན་ཆད་ལ་སྐྱེ་བ། ག་རེ་ལ་ལེན་ཡོད་པ་ཡིན་ན་དེ་སྐྱེ་བ་ལེན་ས་གི་ད། དུད་འགྲོ་སེམས་ཅན་སུ་འདྲ་ཅིག་ཡིན་པ་ཡིན་ན་སོ་སོ་གི་མ། ད། བྱས་མ་མྱོང་བ་ཡོད་མ་རེད། སོ་སོ་གིས་མ་བྱས་མ་མྱོང་བ་མེད་པ་ཡིན་ཙང་མ་བྱས་ཕྱིན་ཆད་ལ་མ་དེ་གིས་སོ་སོའི་བཀའ་དྲིན་བསྐྱངས་ཏེ་ཡོད་རེད་བ་གསུངས་རེད། སོ་སོ་གིས་བཀའ་དྲིན་བསྐྱངས་ཏེ་ཡོད་པ་ཡིན་པ་ཡིན་ན་སོ་སོའི་སྡུག་བསྔལ་ལས་ཐར་གྱི་ཡིན། སོ་སོ་ལ་བཀའ་དྲིན་ཆེན་པོ་ཡིན་པའི་མ་དེའི་སྡུག་བསྔལ་ལས་ཐར་དགོས་ཀྱི་མི་འདུག་ལབ་པ་ཡིན་པ་ཡིན་ན། འཇིག་རྟེན་གྱི་བསམ་བློ་བཏང་པ་ཡིན་ན་མ་རེད་རྒྱུ་སྤྱོད་པ་རེད་རེད་བ། ཨཱ་ནི། ཆོས་ཀྱི་ཐོད་ནས་བསམ་བློ་བཏང་པ་ཡིན་པ་ཡིན་ན་ཡང། ཨཱ་ནི་རང་འདོད་གཙོ་བོ་ཁྱོ་ཏའི་ལས་ནས་གཞན་དག་ཡག་མ་བྱེད་པ་ཆགས་བསྡད་ཡོད་རེད་དེ་འདྲི་སོང་ཙང། ཨཱ་ནི། སོ་སོ་གྱི་ཚད་ཐིག་གི་ཨ་མ་དེ་སོ་སོ་ལ་དྲིན་ཆེན་པོ། ག་ཚོད་ཡོད་ཚོད་ཚོ་ཡིས་བསྐྱངས་བསྡད་པ་དེ་ནང་བཞིན། ཨཱ་ནི། ཨ་མ་གྱི་སོ་སོ་ལ་ལྟ། བདེ་བ་བསྒྲུབ་པའི་དང་སྡུག་བསྔལ་ལས་ཐར་རེས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་བསྡད་པ་རེད་དེ་འདྲ་སོང་ཙང་ཨ་ནི། ད་སྡུག་བསྔལ་གསུམ་གྱི་རང་ཉིད་མནར་བ་འདི་བསམ་བློ་ཡག་པོ་ཞིག་བཏང་ཡོང་དུས་སོ་སོ་ལ་དྲིན་ཆེ་བའི་ཕ་མ། འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སོ་སོ་གྱིས་མ་བྱས་མྱོང་བ་མྱོང་བ་མེད་པ་ཡིན་ཙང་ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་ངས་ད་སེལ་དགོས་ཀྱི་འདུག་དེ་མ་སེལ་ན་འགྲིག་གི་མི་འདུག་ཨ་ནི་དེ་འདྲ་བའི་ད་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་དགོས་ཀྱི་ཡོད་པ་ཡིན་ན། སོ་སོ་ལ་ད་ད་ཅིག། སྡུག་བསྔལ་སེལ་གྱི་ད་ནུས་པ་མེད་པ་ཡིན་ཙང་ཨ་ནི། སྡུག་བསྔལ་སེལ་གྱི་ནུས་པ་དེ་ག་དུས་སླེ་གི་རེད་ཞུས་པ་ཡིན་པ་ཡིན་ན་ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ན་མ་གཏོགས་ཨ་ནི་སོ་སོ་ལ་ད། འགྲོ་བ་སེམས་ཅན་ཐམས་ཅད་ཀྱི་སོ་སོ་ལ་བཀའ་དྲིན་ཆེ་བའི་དྲིན་ཆེ་བའི་ཨ་ནི། མ་རྒན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་ཐུབ་ཀྱི་མེད་པ་ཡིན་ཙང།

དཀའ་ཉེན་དེ་ཚོ་ལ་བསམ་བློ་བཏང་ཡོང་དུས་ད་ངས་ད་ཅིག་བྱས་ན་མ་གཏོགས་འགྲིག་གི་མི་འདུག་བསམ་པའི་བསམ་བློ་རང་བཞིན་གྱིས་སླེབས་ཡོང་དགོས་རེད་གང་ཡིན་ཟེར་ན་སོ་སོ་ལ་བཀའ་དྲིན་ཞིམ་པོ་བསྐྱངས་བསྡད་ཡོད་རེད་བ། སོ་སོ་ལ་དྲིན་ཆེན་པོ་ཞིམ་པོ་ཡོད་ཡིན་ལབ་ཨ་དྲིན་ལན་མ་བརྗེར་ན་འགྲིག་གི་འོག་མ་རེད་བ། རང་དང་སོ་སོ་ལ་དྲིན་ཆེ་བའི་སོ་སོ་གྱིས་ད་མ་རྒན་སེམས་ཅན་ཐམས་ཅད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་པ་རེད་བདེ་བ་འདོད་པ་རེད་དེ་བདེ་བའི་རྒྱུ་སྒྲུབ་མ་ཤེས་བ་སྡུག་བསྔལ། མེད་པར་བཟོ་འདོད་ཡོད་དེ། ཨ་ནི་ག་དུས་ཡིན་ན་སྡུག་བསྔལ་གྱི་རྒྱུ་རྐྱང་རྐྱང་ལ་མགོ་འཁོར་དེ་ཡིན་ད་བླང་བྱ་ག་འདི་རེད་དོར་བྱ་ག་འདི་རེད་དགེ་བ་ག་འདི་རེད་མི་དགེ་བ་ག་འདི་རེད་ཧ་ཧོ་མ་གོ་བ་དེ་འདྲས་རྐྱང་རྐྱང་གི་མནར་དེ་ཉིད་རྐྱང་རྐྱང་རེད་ཟེར་བའི་དཔེར་ན་སྤྱོད་འཇུག་ནང་ལོགས་ལ་སྡུག་བསྔལ་འདོར་ཐོས་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག་ར་བ། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས་གསུངས་པ་ན་ཤེས་རེད་གསུངས་རེད་ར་བ། སྡུག་བསྔལ་འདོར་ཐོས་སེམས་ཡོད་ཀྱང་སོ་སོའི་ལྟ། སྡུག་བསྔལ།

ཡིན་ན་ཡང་སོ་སོར་མི་ཤེས་པའི་དབང་གིས་སོ་སོ་གི་བདེ་བ་དེ་སོ་སོ་གི་དགྲ་ནང་བཞིན་མེད་པ་བཟོ་དགོས་འདུག་གསུང་དགོས་རེད་དེ་འདྲ་སོང་ཙང་ང་རྒྱལ་སེམས་ཅན་ཐམས་ཅད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་པ་རེད་དེ་བདེ་བ་སྒྲུབ་མ་ཤེས་སྡུག་བསྔལ་སྤང་དགོས་དགོས་རེད་སྡུག་བསྔལ་གྱི་རྒྱུ་སྤང་མ་ཤེས་སྡུག་བསྔལ་གྱི་རྒྱུ་སྤང་སྟངས་དེ་ལ་ཡང་སྡུག་བསྔལ་གྱི་རྒྱུ་ག་དེ་ཡིན་མིན་ཤེས་དགོས་དགོས་རེད་དེ་ཡིན་ཙང་བླང་བྱ་དང་དོར་བྱ་གི་རྣམ་བཤད་ཧ་མ་གོ་བ་ཡིན་ཙང་ད་བླང་བྱ་ཡི་དོར་བྱ་ཡི་རྟགས་རྣམ་བཞག་བ་ཤའི་དང། འགྲོ་བ་སེམས་ཅན་ཐམས་ཅད་ཀྱི་རྟགས་བདེ་བ་སྒྲུབ་པའི་དང་སྡུག་བསྔལ་རྟགས། གར་ཞི་བ་རུ་རྟགས་སྡུག་བསྔལ་སེལ་འདོད་དེ། ནུས་པ་དེ་སོ་སོ་རང་ཉིད་ལ་མེད་པ་ཡིན་ཙང་སོ་སོ་རང་ཉིད་རྟགས་དེ་འདྲ་བའི་སྡུག་བསྔལ་སེལ་འདོད་ཀྱི་ནུས་པ་ཡོད་ལ་རྟགས་སངས་རྒྱས་ཀྱི་གོ་འཕང་ཐོབ་ན་མ་གཏོགས་འགྲིག་གི་མེད་པ་ཨ་ནི། དེའི་དངོས་ལ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང། སྟོང་ཉིད་དུལ་བའི་ལྟ་བ་རང་རྒྱུད་ལ་མ་སྐྱེས་ན་འགྲིག་གི་མེད་པ་དེ་འདྲ་སོང་ཙང་གཙོ་བོ་གཞན་གྱི་སྡུག་བསྔལ་སེལ་ལ་གཞན་དོན་གྱི་བསམ་པ་རྒྱ་ཆེན་པོ་འཇུག་དགོས་རེད་གཞན་དོན་གྱི་བསམ་པ་རྒྱ་ཆེན་པོ་དེ་གཙོ་བོ་བྱང་ཆུབ་ཀྱི་སེམས་ཆགས་དེ་རེད་བྱང་ཆུབ་ཀྱི་སེམས་སྐྱེས་པ་དེ་ལ་ཡང་གཙོ་བོ། སྡུག་བསྔལ་དྲན་འདོད་ཀྱི་སྙིང་རྗེ་སྡུག་བསྔལ་སྐྱོབ་འདོད་ཀྱི་སྙིང་རྗེ་གཉིས་ཡོད་པས་ན་ནི་གཙོ་བོ་སྡུག་བསྔལ་སྐྱོབ། སྡུག་བསྔལ་ལས་འགྲོ་བ་སེམས་ཅན་ཐམས་ཅད་སྡུག་བསྔལ་ལས་སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་འདི་གཙོ་བོ་སྐྱེ་དགུ་གོ་རེད་འདི་མེད་ན་བྱང་ཆུབ་ཀྱི་སེམས་ཀྱི་རྩ་བ་རྟག་ད་ཆག་གོ་མ་རེད་ཨ་ནི་རྩ་བ་ཡག་པོ་མེད་ན་ཡལ་ག་ཡག་པོ་ཡོང་གོ་མ་རེད་བ་དེ་ཡིན་ཙང་སྡུག་བསྔལ་སྐྱོབ་འདོད་ཀྱི་སྙིང་རྗེ་འདི་བྱང་ཆུབ་ཀྱི་སེམས་ཀྱི་རྒྱུ་གཙོ་བོ་ཆག་འདོད་རེད་དེ་ཡི་རྩ་བ་སྙིང་རྗེ་འདོད་གསུངས་རེད་དེ་འདྲ་བས་ད་སྡུག་བསྔལ་ལས་སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་ཡག་པོ་སྐྱེ་ཡལ

ཅིག་ཡག་པོ་བྱེད་ཧ་གོ་ཡ་སྡུག་བསྔལ་གྱི་རྣམ་ཤེས་ཧ་གོ་ཡ་འོ་དེ་འདྲས་ཀྱི་རང་ཉིད་སྟེང་དུ་ཡག་པོ་གྱི་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་ཨ་ནི་ཕ་ཁ་སྤོས་ནས་འགྲོ་བ་སེམས་ཅན་གཞན་གྱི་སྟེང་དུ་ད་ཁ་སྤོས་ཐུག་པའི་ས་རེད་འདི་སྤོས་ཐུབ་པ་ཡིན་པ་ཡིན་ན་ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་ད་སྡུག་བསྔལ་ལས

འགྲོ་བ་སེམས་ཅན་ཐམས་ཅད་ལ་དམིགས་པའི་ལྟ། སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་ཀླད་ལ་འདི་ལྔས་ལ། ཡིད་དབང་གི་བྱམས་པ་རེ་བ་ཡིད་དབང་གི་བྱམས་པ་ལེགས་འོར་འདི་ལྔས་ལ་ནི། དྲིན་དྲན་དྲིན་གསོ་ལེགས་འོར་དྲིན་གསོ་གྱི་དངོས་ལ་ནི། དྲིན་དྲན་རེ་བ་སེམས་ཅན་ཐམས་ཅད་སོ་སོ་གིས་སོ་སོ་ལ་དྲིན་དྲན་པ་ཡིན་པ་རེ་བ་དྲིན་དྲན་གོ་བ་འདི་དངོས་ལ་ནི་སེམས་ཅན་ཐམས་ཅད་མར་ཡིན་པ་ཤེས་དགོས་བ་འོ་དེ་འདྲའི་ཆེད་ནས་ད་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་སྟངས་དེ་རིམ་པའི་ཆེད་ནས་ཡོང་གི་ཡོད་ས་རེད་མདོར་བསྡུས་ནས་ཞུས་བ་ཡིན་ན། ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱི་ཁེར་རྡོ་ཁ་ལེ་ཡི་ཕྱིང་བ་དམ་པོའི་འདམ་མདངས་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད་མ་རེད་མུན་པའི་རྨ་བྱ་ཀུན་ནས་འཐིབ་མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་རུ་སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་སྣང་གནས་སྐབས་འདི་འདྲར་དགེ་བའི་མ་རྣམས་ཀྱི་ངང་ཚུལ་བསམ་ནས་སེམས་ཆོས་སྐྱེས་པར་མཛོད་གསུང་བས་རང་ཉིད་སྡུག་བསྔལ་ལས་མནར་ཚུལ་དང། སྡུག་བསྔལ་མྱོང་ཚུལ་དང་སྡུག་བསྔལ་སྐྱེས་ཡོང་སྟེ་ལུས་ངག་ཡིད་གསུམ་ལ་ག་ཚོད་ཀྱིས་མ་སྐྱེས་པའི་ཡོང་གི་ཡོད་མེད་དེ་རང་གིས་མྱོང་ཚུལ་དེ་ཉམས་མྱོང་དེ་བག་ཡག་པོ་ཅིག་ཡོད་པ་ཡིན་པ་ཡིན་ན་འགྲོ་བ་སེམས་ཅན་གཞན་སོ་སོ་ལ་དྲིན་ཆེ་བས་ད་མ་སྐྱེས་སེམས་ཅན་ཐམས་ཅད་སྡུག་བསྔལ་གྱི་མནར་ཡོང་དུས་གཞི་ནས་ཨོ་ད་འདི་དཀའ་ཉེ་ཆེན་པོ་རེད་བསམ་པའི་བསམ་བློ་དེ་ཁ་འཕོས་ཐུབ་ཀྱི་ཡོད་ས་རེད་དེ་ཕ། ཁ་སྤོས་ནི་ག་ཚོད་བཟོས་ཀྱི་གོམས་འདྲིས་ཤུགས་ཆེར་ཆེར་ཕྱིན་པ་ཡིན་པ་ཡིན་ན། བྱང་ཆུབ་ཀྱི་སེམས་བསྐྱེད་ལ་ལས་ལ་འགྲོ་དགོས་ཟེར་དེ་ཡིན་ཙང་གནས་སྐབས་འདི་འདྲར་སྐྱོ་བའི་མ་རྣམས་ཀྱིས་བསུ་ངེས་ཏེ། མ་རྣམས་ཀྱིས་ངང་ཚུལ་བསམ་ནས་སེམས་ཆོས་སྐྱེ་བར་བཟོས་བས་བསུ་ངེས་ཏེ། གང་ཡིན་ཟེར་ན་བྱང་ཆུབ་ཀྱི་སེམས་ད་སྐྱེས་ཡོད་མ་རེད་དེ། ངང་ཚུལ་བསམ་ཡོད་དེ། སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་དེ་སྐྱེ་དགོས་ཡོད་ཟེར་བ་ལྟར་ལྷག་བསམ་རྣམས་དང་ཞུ་ནས་སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་སྐྱེ་ཡོང་དེ། བྱང་ཆུབ་ཀྱི་སེམས་ཀྱི་རྩ་བ་ངོ་མ་དེ་འདི་བྱ་དེ་བས་རེད།

གཉོར་བ། ཨ་ནི་གང་ནས་ཤུགས་དྲག་ཆེ་བ་ཞིག་ཡི་རྒྱུན་གྱིས་ཁྱེད་རང་ཉིད་ལ་བསམ་བློ་བཏང། ཟློས་གར་ལས་ཀྱི་ཆེ་བ་དམ་པའི་དམ་སོ་སོ་ལ་བསམ་བློ་བཏང། ཨ་ནི་ཟླ་མཛེས་ལྕགས་ཀྱི་ཁྲ་བོའི་འབུ་སུབ་ཚེ་སོ་སོ་རང་ཉིད་ལ་བསམ་བློ་བཏང། ར་བ། ཨ་ནི། ཟླ་མཛེས་ལྕགས་ཀྱི་ཁྲ་བོའི་འབུ་སུབ་ཚེ་མ་རིག་མུན་པའི་རྨ་བྱའི་སྐུད་སྣེ་ཐེབས་སོ་སོ་ལ་སྦྱར། གཉོར་བ། མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་རུ་སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་ན་སོ་སོ་ལ་སྦྱར། ར་བ།

མི་སྲིད་སྡུག་ཅག་རེད་བཞག་ཟེར་ནས་བསམ་བློ་སོ་སོས་རང་ཉིད་ཀྱི་དོན་དུ་སྦྱར་བ་ཡིན་པ་ཡིན་ན་རེད། གནས་སྐབས་དེ་འདྲ་སྐྱོ་བའི་བདག་ཉིད་ཀྱི་ངང་ཚུལ་བསམ་ནས་ངེས་འབྱུང་བསྐྱེད་པར་མཛོད། འདི་རེད་ད། སོ་སོས་རང་ཉིད་ལ་སྡུག་བསྔལ་གྱིས་མནར་ཚོད་ཚོད་བསམ་བློ་དེ་ཤུགས་ཆེན་པོ་ཞིག་སླེབས་ཡོང་དུས་གནས་སྐབས་དེ་འདྲར་སྐྱོ་བའི་བདག་ཉིད་ཀྱི་ངང་ཚུལ་བསམ་ནས་ངེས་འབྱུང་བསྐྱེད་པར་མཛོད། རེད་བ། འདིའི་བསམ་བློ་འདི་ཁ་ཕག་སྤོས་པ་ཡིན་པ་ཡིན་ན་གནས་སྐབས་འདི་འདྲར་རྒྱུ་བའི་མ་རྣམས་ཀྱིས་ཕག་སྦྱར་བ་ཡིན་པ་ཡིན་ན་ང་ཚོར་བསམ་ནས་སེམས་འགྱོད་སྐྱེས་པར་མཛོད་ཟེར་ནས་འོ་དེ་འདྲས་ཅིག་ད་གོང་ས་མཆོག་གིས་འདི་འདྲས་ཅིག་སྦྱར་གནང་གི་རེད། འོ་འདི་ད་ཚིག་ཁས་ཁྲག་པོ་རེད་ང་ཚོར་བའི་ཤེས་ཀྱི་ཡས་མི་འདུག་ད་ཡིན་ལ་མེད་ལ་སྒོ་ཡོད་པའི་སོར་འཇུག་གི་མེད་པའི་སོར་འཇུག་གི་ཡོད་པའི་སོར་སྒོ་མེད་པའི་སོར་འདི་འདྲས་ཅིག་ཆགས་སོང་དེ་ག་ལས་ག་ལས་རྣམ་པ་ཚོ་ཐེངས་མ་གཅིག་ཟིན་གཉིས་ཟིན་ཡང་འབྲེལ་པ་འདི་འདྲས་ཟིན་ན། འདི་འདྲས་ཞིག་གནང་ཐུབ་པ་ཡིན་པ་ཡིན་ན་ང་རང་ཚོ་ག་ལེ་ག་ལེ་ག་ལེ་ཁོ་འགྲུལ་པ་ཅིག་བོས་ཡོད་དགོས་རེད་མདོར་བསྡུས་ནས་ཞུས་པ་ཡིན་པ་ཡིན་ན་ད་ལྟ་ཤུགས་དྲག་ཆུ་བོ་བཞིན་རྒྱུན་གྱིས་ཁྱེར་རེར་སོང་ཡོད་དེ་ཆུ་བོ་མ་རྒན་སེམས་ཅན་ཐམས་ཅད་སྐྱེ་རྒ་ན་འཆི་གི་སྡུག་བསྔལ་གྱི་རྟ་རྣར་འདེད་བཞག་སོང་རེད་མདོ་ག་ལེ་ཡི་ཕྱིང་བ་དམ་པས་བཏང་སོང་ཡོད་དེ་དེ་འདྲ་བའི་རྟ་བཟློག་དཀའ་བའི་ལས།

དང་པོ་ང་ཞེས་བདག་ལ་གཞན་གྱུར་ཅིང། བདག་གིས་འདི་ཞེས་དངོས་ལ་ཕྱག་བགྱི་བ། བཟོ་བཅུན་ཆང་དག་རང་དབང་མེད་པ་ཡིས། འགྲོ་ལ་སྙིང་རྗེས་གྱུར་ཀྱང་དེ་ལ་འདུད། སུ་ངས་འདི་དང་སེམས་ཅན་ལ་དམིགས་པའི་སྙིང་རྗེ་ཤིག་གོ་རེ་བ་འདི་དང་འདི་གཉིས་འདྲ་བོ་འདྲ་བོ་རེད། དང། འཁོར་བ་འཁོར་སྟངས་དེ་ཤེས་ཀྱི་འདུག་ཨ། དེ་ཡིན་ཙང། སྡུག་བསྔལ་མྱོང་འདི། སྡུག་བསྔལ་འདི་ག་ནས་སླེབས་འདུག་ཨ། མི་དགེ་བའི་ལས་ཀྱི་དབང་གིས། མི་དགེ་བའི་ལས་འདི་ག་ནས་སླེབས་འདུག་བདག་ཏུ་གྲུབ་པར་མཛད་པའི་བདག་འཛིན་གྱི་དབང་གིས། བདག་ཏུ་གྲུབ་པར་མཛད་པའི་བདག་འཛིན་འདི་ག་ནས་སླེབས་འདུག་ཨ། མི་ཤེས་པའི་མུན་པ་དེ་ལ།

དེ་ལ་བརྟེན་ནས་ནི། མུ་མཐའ་མེད་པའི་འཁོར་བའི་རྒྱ་མཚོ་ནང་ལ་ཡང་སྲིད་ཡང་སྲིད་སྐྱེ་དགོས་པ་སྐྱེ་བ་ཙམ་དུ་མ་ཟད་སྡུག་བསྔལ་གྱི་སྡུག་བསྔལ་ལ་རྒྱུ་བའི་སྡུག་བསྔལ་ལ་ཁྱད་པར་གདུལ་བྱའི་སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་མནར་བ། རང་ཉིད་འདི་འདྲའི་ཆེས་མནར་བར་སྣང་ཞེས་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སོ་སོ་ལ་བལྟ། དྲིན་ཆེ་བའི་རེ་བ་འགྲོ་བ་རིགས་དྲུག་སེམས་ཅན་འདི་འདྲ་ཡང་དེ་འདྲའི་ཆེ་ནས་མནར་གྱི་ཡོད་པ་ཡི་ངང་ཚུལ་དེ་བསམ་ཐུབ་པ་ཡིན་པ་ཡིན་ན་ནི་བྱང་ཆུབ་ཀྱི་སེམས་སྐྱེ་གི་རེད་བཟོ་ངེས་ཏེ།

སྲིད་ཚོར་རང་ཉིད་སོ་སོར་སློང་བ་ཇི་བཞིན་དུ། སོ་སོ་ལ་དྲིན་བཅལ་བའི་མ་རྒན། མ་གྱུར། ནམ་གྱི་དག་དང་སྙོམས་པའི་སེམས་ཅན་ཐམས་ཅད་དེས་ཀྱང། འདི་འདྲའི་ཆེ་ནས་མྱང་འདས་རེ་གསུང་བས་མ་གྱུར་འགྲོ་བ་ཀུན་གྱིས་དེ་འདྲ་བར། མཐོང་ནས་འགྲོ་བ་སྒྲུབ་བའི་འཁོར་གྱུར་པའི། ངང་ཚུལ་བསམ་ནས་གསུང་ཡན་དང་མཐོང་ནས་གཅིག་པ་རེ། མཐོང་ནས་འགྲོ་བ་སྒྲུབ་བའི་འཁོར་གྱུར་པའི། འཁོར་ཁྱེར་བ་གསུང་ཡན་འདི་ང་ཚོ། ལྷག་བསམ་རྣམ་དག་སྐྱོབ་འདོད་ཀྱི་སྙིང་རྗེ་ཆེན་པོ་དེ་ཡིན་གསུང་གོ་རེ་མཐོང་ནས་འགྲོ་བའི་ཁུར་ཁྱེར་བས་ན་ངས་འགན་ཁུར་ཁྱེར་ནས་ད་འགྲོ་བ་རེ་འགྲོ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་སེལ་གྱི་ད་ལས་འགན་དེ་ངའི་འགག་ལ་བབས་ཤག་ད་འདི་ངས་གསལ་འདེབས་མ་བྱས་ན་འགྲིག་གི་མི་འདུག་བསམ་པའི་ཁུར་ཁྱེར་ནས་ཡང་ག་རེ་བྱེད་དགོས་ཟེར་ན་སྙིང་རྗེ་སྐྱེ་གི་རེད་བྱང་ཆུབ་ཀྱི་སེམས་སྐྱེ་གི་རེད་གསུང་རེ་བ་མཐོང་ནས་འགྲོ་བ་འགྲོ་བའི་ཁུར་ཁྱེར་བས་བྱང་ཆུབ་སེམས་ཅན་སྦྱོང་བར་བྱིན་གྱིས་རློབས་གསུང་ཡན་དེ།

བསོད་ནམས་འདི་ཡིས་ཐམས་ཅད་བསྲེགས་པ་ཉིད་གོ་འཕང་ཐོབ་ནས་སྐྱོན་གྱི་དགྲ་དུ་རྒ་དང་ན་དང་འཆི་བའི་བླ་སྒྲུབ་སྲིད་པའི་ཚོགས་ལས་འགྲོལ་བར་འགྲོ་བར་ཤོག། ཐུགས་རྗེ་ཆེ།